ཨོ་ཚང་མ་ལ་བཀྲ་ཤིས་བདེ་ལེགས། ཨ་ནི་དེ་རིང་ང་དེ་རིང་འདི་མ་ལ་དཔེ་དེབ་ཀློག་པའི་ཨ་ནི་མྱོང་ཚོར་ལ་ན་མི་འདུག་ཨ་ནི་དཔེ་དེབ་འདིའི་གསར་བཤད་ལ་ན་མི་འདུག་ཨོ་འདི་འགྲོ་བ་ཅིག་མ་ཞོལ་ཡིན། ཨ་ནི་ངའི་དེབ་དེ་ག་རེར་ཟེར་ན་ད་ལྟ་སྐྱེས་ཆེན་གྱི་བཞུད་ལམ། ཨ་ནི་འདི་འདི་དེབ་དེ་ག་རེར་ཟེར་ན་ད་ལྟ་འདི་རྗེ་རིན་པོ་ཆེ་གིས་མཛད་པའི་རྗེ་ཙོང་ཁ་བས་མཛད་པའི་རྟོགས་བརྗོད་རེད་རྟོགས་བརྗོད་བདུན་ལེགས་མ་ཟེར་བ་དེ་རེད། ཨ་ནི་དེ་འདྲ་ཡིན་དུས་སྐབས་སུ་འདི་རྩ་བ་མཛེས་པ་པོ་སྐྱེས་ཙོང་ཁ་བ། འབྲེལ་བ་མཛེས་པ་པོ་དེ་གོ་ཤེས་རབ་རྒྱ་མཚོ། ཁོང་རང་གིས་གསུངས་བཞག་པ་རེད་རེད་ཤག་དེབ་དེ་ག་དུས་ཐོན་འདུག་ལགས་ན། ཉིས་སྟོང་ཉིས་སྟོང་བཅུ་བཞི་ལོ་ལ་དཔར་སྐྲུན་མཛད་ཆོག་རེད་ཤག་དེ་འདྲ་ཅིག་རེད། ད་ང་ཚོ་དེ་སྐྱེས་ཆེན་གྱི་བཞུད་ལམ་ཟེར་མཁན་དེ་སྐོར་ལ་རེད་ད་འདི་ང་རང་གིས་མ་ཀློག་པ་ཡིན། ཡི་གེར་འགོད་མཁན་དེ་སུ་རེད་ཟེར་ན། བཙལ་སྐྱེལ་གྱེར་འདོན་བསྐོ་འཇོག་ཟེར་མཁན་ཞིག་གི་ཡི་གེ་བཀོད་བཞག་དང་ནང་བཞིན་དེ་ཡི་གེ་བཀོད་མཁན་དེ་གིས་ཨ་ནི་འབྲེལ་བ་མཛད་པ་པོ་ལ་སྐད་ཆ་དྲིས་བཞག་འདུག་ཨ་ནི་ང་པར་སྐྲུན་བྱེད་ཀྱི་ཡིན་ལ་དྲིས་བཞག་འདུག་དེ་ནས་ཨ་དེ་ལ་ཡང་ཨ་ནི། ཁོང་གིས་པར་སྐྲུན་བྱས་ཨ་ནི། སྒོ་ཤེས་རབ་རྒྱ་མཚོ་ཁོང་རང་གིས་ཡང་པར་སྐྲུན་བྱེད་པ་པོ་ལ་ད་ངོ་སྤྲོད་ཐོབ་པ་དེ་འདྲ་དེབ་ཞིག་རེད་བཞག་ཨ་ནི་ད་ང་ཚོ་སྐྱེས་ཆེན་གྱི་བཞུད་ལམ་ལགས་ན་ག་རེ་ཟེར་ན། ད་སྐྱེས་བུ་དམ་པ་ཅིག་ད་སྔོན་མ་ཕྱིན་ཚར་བ་རེད་དེ་འདྲ་བ་སྐྱེས་བུ་དམ་པ་དེ། སུ་རེད་ཟེར་བ་ནི་ཅི་ཙོང་ཁ་བ་རེད་ཤག་ཨ་ནི་ཁོང་གིས་ད། དང་པོ་གཞུང་ལུགས་ལ་ཐོས་བསམ་བྱས་ཨ་ནི་བར་དུ་གཞུང་ལུགས། ཉམས་སུ་ལེན་ཨ་ནི་ཐ་མ་བསྔོ་བ་ལ་སོགས་བྱས་པའི་སྒོ་ནས་མདོར་ན། ད་ནང་པ་སངས་རྒྱས་ཀྱིས་ད་སྐབས་དེ་དུས་ཀྱི་གཞུང་རྒྱ་ཆེན་པོ་མང་པོ་ཅིག་ད་དཀའ་ལས། དཔེ་མི་ཚད་སྐྱབས་ནས་སིག་པ་དེ་འདྲ་ཞིག་རེད་ཤག་ད་གནང་བཞིན་ཁྱེད་ཙོང་ཁ་བ་དེ་ད་གནང་ད་ང་རང་ཚོ་དེང་སང་གི་བླ་མ་ཆེན་པོ་གི་མཚན་གནས་དེ་འདྲ་མེད་པ་གྲྭ་བ་དཀྱུས་མ་འདྲ་བོ་དེ་འདྲ་ཅིག་ཐོག་ནས་དང་པོ་སློབ་སྦྱོང་མཛད་ཨ་ནི་ག་ལེ་ག་ལེ་མཁས་བ་ཆགས་ཕྱིས་སུ་དེ་ནས་སྐྱེ་བོ་དམ་པ་ཆེན་པོ་ཅིག་ལ་འགྱུར་རེད་ཤག་ཨ་ནི་ཁོ་རང་གི་ད་དེ་གཞུང་གི་རྟོགས་བརྗོད་དུས་ལན་མི་གནང་ནས་ཚིག་མདོར་བསྡུས་ཤིག་འདུག་དེ་ག་རེ་ཟེར་ན། ཨ་ནི་དང་པོ་རྒྱ་ཆེར་ཐོས་བ་མང་དུ་བཟའ། བར་དུ་གཞུང་ལུགས་ཐམས་ཅད་དམ་པར་ཤར། ཐ་མ་ཉིན་མཚན་ཀུན་ཏུ་ཉམས་སུ་བླང། ཀུན་ཀྱང་བསྟན་པ་རྒྱལ་བའི་ཆེད་དུ་བསྔོ། ཟེར། ད་རྡོག་རྡོག་འདི་འདྲ་ཞིག་རེ་བཞག། དེ་འདྲ་ཡིན་དུས་ད་ང་ཚོ་གི་ད་གོ་ཤེས་རབ་རྒྱ་མཚོ་བོའི། དེ་གི་འགྲེལ་བཤད་གཙོ་བོ་དེ་ག་རེ་གསུང་གི་འདུག་ལབ་བ་ཡིན་ན། ཨ་ནི་ང་རང་ཚོ་གི་ད་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་རྒྱ་ཆེན་པོ་དེ་འདྲ་ཅིག་རེད། ཨ་ནི་གཙོ་བོ་གཞུང་བཀའ་པོད་ལྔ་ལ་དུས་ཡོང་གི་ཡོད་རེད། ད་ག་ནང་བཞིན་ད་རྗེ་རིན་པོ་ཆེ་དེ་གི་ཨ་ནི་ད། གཞུང་པོ་ཏི་བཅོ་བརྒྱད་དང་འདི་འདྲ་ཅིག་བརྩམས་གནང་ཡོད་རེད་ལབ་ཀྱི་འདུག་ཨ་ནི་དེ་ཆ་ཚང་དག་སྦྱང་མྱོང་ཡོད་མ་རེད་ཡིན་ན་ཡང་ད་འདི་འདྲ་མང་པོ་ཅིག་མཛད་ཡོད་རེད། ཞུ་བ་དང། ཨ་ནི་ད་ནང་བཞིན་ད། རྗེ་ཙོང་ཁ་བ་ཆེན་པོ་ཁོང་རང་གི་ཡང། ཉམས་སུ་བླང། ཨ་ནི་ཐར་འདོད་ཁྱེད་རང་གི་ཡང་འདི་འདྲ་ཉམས་སུ་ལོངས་ཨོ་འདི་འདྲ་བ་ཅིག་ནི་ཁོང་རང་གི་རྟོགས་བརྗོད་མ་གསུངས་བཞག་པ་འདི་འདྲ་ཅིག་རེད། ཨ་ནི་ང་རང་ཚོ་ཡིན་ན་ཡང་ད་གཞུང་བཀའ་པོད་ལྔ་རེད། མདོར་ན་གཞུང་ཐོར་བུ་བ་མ་ཡིན་པ་གཞུང། ཆོག། རྒྱ་རྒྱབ་ནས་གཟིགས་དགོས་དེ་ག་ཆེན་པོ་རེད། ཨ་ནི། ད་ངོ་མ་སྐྱེ་བོ་དམ་པ་མང་པོ་ཅིག་ཕེབས་ཤག་ད་ནང་བཞིན་ད་རྗེ་ཙོང་ཁ་བ་ཁོང་རང་འགྲོ་བ་ཡིན་ན་ཡང། ད་སྐྱེ་བོ་དམ་པ་ག་རེ་ག་རེ་ལ་བསྟེན་འདུག་ལབ་ཡོད་ན། གཙོ་བོ་དེ་ད་རྗེ་རེད་མདའ་བ་ལ་བསྟེན་འདུག་ཨ། ཨ་ནི་ད་ནང་བཞིན་དེ་ནི། ད་ངོ་མ་སྐྱེ་བོ་དམ་པ་མང་པོ་ཡོད་རེད་གཙོ་བོ་ད་དེབ་ཁོ་རང་ནང་ལ་མ་གཟིགས་ན་དེ་ནི་གསར་བུ་འདུག་ཞུ་ཡ་ཡིན། ཨ་ནི་གཙོ་བོ་དེ་ནི་ང་ཚོ་གཞུང་བཀའ་པོད་ལྔ་ལ་ད་དཔེ་མི་མཛད་དཀའ་ལས་ཁྱབ་ནས་སློབ་སྦྱོང་བྱེད་གལ་ཏེ་གལ་ཆེན་པོ་རེད། རྡོག་རྡོག་འདི་སྟོན་གྱི་འདུག་ཤོད་ཡིན། ཨ་ནི་ད་སློབ་སྦྱོང་བྱས་བ་ཙམ་མ་ཡིན་པ་ཉམས་སུ་ལེན་དགོས་བ་དང་དེ་ཡང་སེམས་ཅན་གཞན་དོན་དུ་སྒྲུབ་དགོས་བ་དེ་འདྲ་ཅིག་ཨ་ནི་དེབ་འདི་གིས་སྟོན་གྱི་འདུག་དེའི་ཞོར་ལ་དེ་ནི་ག་རེ་སྟོན་གྱི་འདུག་ལགས་ན། སྐྱེ་བོ་ད་ང་རང་ཚོ་མི་ཆེན་པོ་ལ་ན་མི་འདུག་སྐྱེ་བོ་དམ་པ་ལས་ཆ་ཡས་ཟེར་མཁན་འདི་ད་རང་རང་སོ་སོས་འབད་བརྩོན་བྱས་ནས་ཆ་ཡས་ཡོད་རེད། ཨ་ནི་དཀའ་ལས་བརྒྱབ་ན་འབྲས་བུ་དམིགས་ཡས་ཡོད་རེད་ད་འདི་འདྲ་ཅིག་དོག་དོག་བསྟན་ཡས་འདི་རེད་ཤག་ཨ་ནི་ད་ག་ནང་བཞིན་དེ་ནས་ང་ཚོ་ད་ང་རང་གི་དེ་འདི་ལགས་པ་རེད་ད་ག་ནང་བཞིན་འདི་ཁོ་རང་གི་ནང་ལ་ཡང་ག་རེ་གསུངས་འདུག་ལབ་པ་ཡིན་ན། ད་ཁོང་རང་གིས་ད་སྐྱེས་སྐྱེས་ཆེན་གྱི་བཞུད་ལམ་ན་སྐྱེ་བོ་དམ་པ་མང་པོ་ཅིག་ཕེབས་པའི་ལམ་ལ་གི་ཡོད་རེད་ད་དེ་འདྲ་ཡིན་དུས་ག་སུ་ང་རང་ཚོ་ཉམས་ལེན་བྱེད་པའི་སྐབས་སུ་ད་སྐྱེ་བོ་དམ་པ་རྣམས་ཀྱིས། རྣམ་ཐར་ལ་དོ་སྣང་སྤྲད་དགོས་དེ་གལ་ཆེན་པོ་རེད། ང་རང་ཚོ་ད་དཔེ་ཤར་བ་ཡིན་ན་མི་ལ་རི་བའི་རྣམ་ཐར་འགྲོ། ནི་དྭགས་པོ་ལྷ་རྗེ་ལ་སོགས་བས་ད་སྐྱེ་བོ་དམ་པ་མང་པོ་ཅིག་གི་རྣམ་ཐར་སྦྱར་ཡ་ལྷག་ཡོད་རེད། དེ་ཚོ་སྦྱར་བ་ཡིན་ན་ང་རང་ཚོའི་སློབ་སྦྱོང་དུ་ཡང་ཕུན་སུམ་ཚོགས་པ་ཅིག་ཆགས་ཀྱི་རེད། འོ་དེ། གཞུང་ཁོ་རང་རྣམས་ལ་ཡང་ད་འདི་འདྲ་བོ་གསུངས་འདུག་ཨ་ནི་ང་རང་ཡིན་ན་ཡང་ད་རྣམ་ཐར་འདྲ་བོ་ལ་ཡང་ད་ད་ཡག་གི་འདོད་པ་ཡོད། ཨ་ནི་ད་ག་ཙང་ཡིན་ཨ་ནི་ཆ་ཚང་ལ་ངས་བཤད་པ་དེ་ལ་ནོར་འཁྲུལ་ཡོད་སྲིད་གི་རེད། ཡིན་ན་ཡང་ད་ལེགས་ཆ་ཡོད་ན་ཉམས་སུ་ལེན་རོགས་ཅེས་ཨ་ནི་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡི་ཡིན།